ད་ནས་ཁྱོད་རང་ལ Welcome བྱེད་ཀྱི་ཡིན་ད་རོ་ཨ། ད་ངས་ད་ལྟ་བར་དུ་ཁྱོད་རང་ལ་སྡུག་ཅག་དེ་འདྲའི་ལབ་མ་མྱོང་རོ་ཨ་ཡ། ཁྱོད་མི་ནག་པོ་ཅིག་འདུག་ཨ། ག་ས། ཁྱོད་གཏེར་དཔོན་ཅིག་ཡིན་ད་རོ་ཨ། ཚུར་ཅིག་མི་འདོད་ང་ལ་ཅིག་ལག་པ་ཅིག་འཆང་ད། ངས་ཁྱོད། རོ་ཨ། སྤེན་པ་ཚེ་རིང་ནི་ཕྱིན་ནས་ངས་ཁྱོད་བར་དུ་རོ་ཨ། གྱེས་འབྲེག་གི། ཁྱོད་རང་ཚོ་བར་ལ་ག་རེ་གི་འབྲེལ་བ་ཡོད་མེད་གྱེས་འབྲེག་བྱེད་ཀྱི་ཡོད་མེད། ཁྱོད་ཚོ་གི་བོད་མི་དེ་ཐུག་པ་གན་འདེབས་བཅུག་རྒྱུ་ཡེ་མེད་རེད་བ། བོད་ནང་ལོས་ལ། རྒྱ་ཁབ་དང་མི་རིགས་ཀྱི་ཆེད་དུ་སྲོག་བླུས་སྐོར་དང། རེད་བ། མི་གཅིག། ང་མི་ཐེབས་ཆག་ཡོན་ཏན་མེད་ཀྱོ་བོད་སྤྱི་པ་ལ་དགོས་ཡ་མེད་ཀྱོ། རེད་བ། ང་རང་ང་རང། མི་ཐ་དེ། མི་ཉམ་ཆུང་ཤོས་དེར་བརྩི་གི་ཡོད། མི་ཚང་མ་ཉེས་གང་ལ་བོད་མི་མང་ཚང་མ་ཉེས་གང་ལ་ང་མི་སྐྱོ་ཤོས་ཀྱི་བརྩི་གི་ཡོད་རེད་བ། ང་འདྲ་བོ་གཅིག། རེད་བ། ངས་ཁྱོད་ཚོ་ཐེ་ཚེ་པེ་ཚེ་བཟོས་མ་སོང་ན་རོ་ཨ། ངའི་མིང་བསྟན་ཚེ་ཞིག་མ་ལབ། རོ་ཨ། ཁྱོད་རང་ཨ་བུ། ཨ་མ་གིས་འོ་མ་བཏུང་ཡོད་ན། ཁྱོད་རང་གིས་བྱེད་ཀྱིན་ཡིན་ལ་ཨ་དེ་ཁ་གཏན་ཚིགས་ལ་གནས། རོ་ཨ། ཁོས་དར་ནག་ཚོགས་པའི་གིས་ཁྱོད་རང་མི་མང་ནང་ལ་དཀྲུགས་ཤིང་རྒྱབ་ངན་ཆེ་ཤོས་ཅིག་དང་གཏེར་དཔོན་ཅིག་ཡིན་ད། ཁྱོད་རང་གིས་དེ་ཁྲིམས་དང་དུ་འཛུགས་གལ་ལ་ཉེན་བརྡ་ཅིག་བཏང་གི་འདུག་ཨ། ཁོས་ཚུར་ཤོད་ད། རེད་བ། ངས་ཁྱོད་རང་ལ་ཕ་ཡི་གི་ཅིག་ཡོད་བ་བཟོས་གོ། རེད་བ། ཁྱོད་རང་འདི་འདྲའི་གི་རྫིག་རྫིག་ཅིག་དང་ཅིག་མ་བིན་བཤད་ནས་ཅིག་ཞུ་བོ་ཅིག་ཅིག་ཡིན་འདོ་འདོ་བྱེད་ན་ཁྱོད་ཨ་མས་བོང་མ་བཏུང་ནས་ཁྱོད་ཨ་མས་གི་བུ་བུ་ཅིག་ཡིན་ན། རེད་བ། ཤོག། རེད་བ། ད་འདི་ཁྱོད་རང་ཁ་ཐུག་ཁ་ལག་བོར་དང་ཁྱོད་ངས་གི། ཕལ་ཆེན་ཕལ་ཆེན། ང་ཁྱོད་རང་ནམ་རྒྱུན། སྡིངས་ཆ་འདི་ག་ལ་ཁྱོད་རང་ལ་ཆེས་ཕྲ་རེད་བསམ་གྱི་ཡོད་ངེས་ཀྱི་ངེས་ཀྱི་ད་ལྟ་སྡིངས་ཆ་འདིའི་ནང་ལོགས་ལ་མི་མང་པོ་ཅིག་གིས་ལྟད་མོ་ལྟ་གི་ཡོད་དུས་ཙམ་པ་ལ་རེད་བ། འདི་སྡིངས་ཆ་འདིའི་ནང་ལོགས་ཁྱོད་རང་མིང་ལེན་ཡང་ཁོ་རང་ངས་ཆེས་ཕྲ་རེད་བསམ་ནས་རེད་བ་ད་ལྟ་བར་དུ་ངས་ཁྱོད་རང་མིང་ལེན་གྱི་མེད།